བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་ང་ཚོ་གཞིས་ཆགས་ཀུན་ཁྱབ་མཛོད་རྩ་བ་གནས་དྲུག་པའི་སྐབས་བཞི་བ། གཞིས་ཆགས་སྤྱིའི་མཚན་སྙན་རྣམ་པར་བཞག་པའི་སློབ་ཚན་ཞེ་ལྔ་པ། ཚེ་གཅིག་དང་སྐད་ཅིག་མའི་རྟེན་འབྲེལ་འདོད་ཚུལ་ཟེར་བ་འདིའི་སྐོར་ལ་སློབ་ཚན་ནི་འགྲོ་ཡ་ཡིན། འདི་ནས་སློབ་ཚན་སྔོན་མ་གི་ནང་དུ་རྟེན་འབྲེལ་ཡན་ལག་བཅུ་གཉིས་དེ་རྟེན་འབྲེལ་ཚར་གཅིག་གི་དབང་དུ་བྱས་པ་ཡིན་ན་སྐྱེ་བ་གཉིས་ལ་རྫོགས་ཚུལ་དང་སྐྱེ་བ་གསུམ་ལ་རྫོགས་ཚུལ་དེ་བཤད་པ་རེད། འདི་ནི་དེ་རིང་གི་སློབ་ཚན་གྱི་ནང་དུ་ཚེ་གཅིག་ལ་རྫོགས་ཚུལ་དང་བྱ་རྫོགས་ཀྱི་སྐད་ཅིག་མ་གཅིག་ལ་རྫོགས་ཚུལ་འོ་དེའི་སྐོར་དེ་བཤད་ཡ་ཡིན། ད་ནི་དང་པོ་ཚེ་གཅིག་ལ་རྫོགས་ཚུལ་གྱི་རྩ་བ་ཡིན་ན་མཐོང་ཆོས་མྱོང་རྒྱུར་ཚེ་གཅིག་རྫོགས་པའང་ཡོད་སྲིད་རྩ་བ་དེ་ཙམ་ཙིག་རེད། ད་ནི། འདིའི་ནང་གི་དང་པོ་མཐོང་ཆོས་མྱོང་རྒྱུར་ཟེར་བ་དེ་ག་རེ་ལབ་ཀྱི་ཡོད་རེད་ལབ་ན་སྐྱེ་བ་དེར་བསགས་པའི་ལས་ཀྱི་རྣམ་སྨིན་མ་ཤེས་པའི་སྔོན་ལ་སྨིན་པ་དེ་རེད། མཐོང་ཆོས་མྱོང་རྒྱུར་ལབ་ན་མཐོང་བའི་ཆོས་ཟེར་ལབ་པ་ཡིན་ན་རང་གི་ཚེ་འདི་ལ་ཟེར་གྱི་ཡོད་པ་རེད། མཐོང་ཆོས་ལ་སྨིན་པ་དཔེར་ན། སྐྱེ་བ་འདི་ལ་ལས་ཚབས་ཆེན་གྱིས་བསགས་པ་ཡིན་ན་དེ་གི་མནར་མིན་ཚེ་འདི་ལ་སྨིན་པ་ལྟ་བུ་འོ་དེ་འདྲ་ཡོད་བ་རེད་དེ་ལ་མཐོང་བའི་ཆོས་ལ་མངོན་དུ་གྱུར་བ། མཐོང་བའི་ཆོས་ལབ་ན་ཚེ་འདི་ལ་ལབ་གི་ཡོད་བ་རེད་དེ་ལ་སྨིན་ལབ་དེ་ཚེ་འདི་ལ་བསགས་པའི་ལས་ཀྱི་འབྲས་བུ་ཡང་ན་མནར་མིན་དེ་ཚེ་འདི་ལ་མྱོང་བ། ཨོ་དེ་འདྲ་ལ་མཐོང་ཆོས་མྱོང་འགྱུར་ཟེར་ལབ་ཀི་ཡོད་པ་རེད། སྤྱིར་ན་ལས་ཀྱི་འབྲས་བུ་སྨིན་ཚུལ་དེ་ལ། མཐོང་ཆོས་མྱོང་འགྱུར་དང། གཞན་པ་ཅིག་ལ་སྐྱེ་གནས་མྱོང་འགྱུར་ཟེར་བ་ཅིག་ཡོད་པ་རེད་སྐྱེ་གནས་མྱོང་འགྱུར་ལ་བས་ཏེ་ལས་ཀྱི་འབྲས་བུ་སྐྱེ་བ་ཕྱི་མར་སྨིན་པ། ང་ཚོ་སྒང་དུ་བྱས་པའི་སྐྱེ་བ་གཉིས་ལ། རྫོགས་ཚུལ་དང་འདི་གཉིས་གཅིག་པ་འདྲ་བོ་རེད། ཚེ་འདི་ལ་ལས་ས་དེ་སྐྱེས་འབྲས་བུ་དེ་སྐྱེས་པ་ཕྱི་མ་ལ་སྨིན་པ་དེ་ལ་སྐྱེས་ནས་མྱོང་འགྱུར་ཟེར་ལབ་གི་ཡོད་པ་རེད། ད་ནི་གཞན་པ་གཅིག་ཡོད་རེད་ལན་གྲངས་གཞན་ལ་མྱོང་འགྱུར་ཟེར་བ་དེ་ལས་སྐྱེས་རྣར་སྨིན་སྐྱེ་བ་གཉིས་བར་མཆོད་དུ་སྨིན་པ། གང་དུ་ང་ཚོ་རྟེན་འབྲེལ་ཡན་ལག་བཅུ་གཉིས་དེ་ནི་ག་ཚད་འགོར་ན་ཡང་སྐྱེ་བ་གསུམ་ལ་རྫོགས་ཚར་གྱི་རེད་ཟེར་བ་ནང་བཞིན་འདི་ལ་ཡང་ལན་གྲངས་གཞན་ལ་མྱོང་འགྱུར་ཟེར་བ་དེ་ཡང་སྐྱེ་བ་དང་པོ་ལ་གྲུབ་པའི་མ་རིག་པ་དང་འདུ་བྱེད་རྣམ་ཤེས་གསུམ་གྱི་རྗེས་སུ། ཟས་ལེན་སྲིད་པ་གསུམ་སྟེ་སྐྱེ་བ་ག་ཚོད་ཀྱི་རྗེས་སུ་བྱུང་བ་ཧ་གོ་གི་མ་རེད་གཅིག་ན་སྐྱེ་བ་བརྒྱ་ཡིན་སྲིད་ཀྱི་རེད་སྐྱེ་བ་སྟོང་ཕྲག་ཡིན་སྲིད་ཀྱི་རེད་གང་ལྟར་ནམ་ཞིག་གི་ཚེ་ན་ཟས་ལེན་སྲིད་པ་གསུམ་དེ་མངོན་དུ་གྱུར་སོང་ན་དེ་སྐྱེ་བ་རྗེས་མ་ལ་དེའི་འབྲས་བུ། མིང་གཟུགས་དང་སྐྱེ་མཆེད་ལ་སོགས་བ་གྲུབ་འགྲོ་གི་ཡོད་པ་རེད། དེ་ལྟ་བུ་དེ་ལ་ལན་གྲངས་གཞན་ལ་མྱོང་འགྱུར་གྱི་ལས་ཞེས་ལབ་ཀྱི་ཡོད་པ་རེད། མདོར་ན་ལས་སྐྱེས་རྣལ་མའི་མྱོང་ཚུལ་དེ་ལ། མཐོང་ཆོས་མྱོང་འགྱུར་གྱི་ལས་དང། སྐྱེ་གནས་མྱོང་འགྱུར་གྱི་ལས། ལན་གྲངས་གཞན་ལ་མྱོང་འགྱུར་གྱི་ལས་ཞེས་ནི་གསུམ་བཤད་པ་རེད། ད་ནི་ལས་ཡིན་ན། ཡིན་གཅིག་མིན་གཅིག་རྣལ་མིན་ཏེ་མྱོང་པའི་ངེས་པ་ཡང་ཡོད་པ་མ་རེད། ལས་དེ་བདག་མེད་རྟོགས་པའི་ཤེས་རབ་ཀྱི་སྟོབས་ཀྱིས། ལས་ཀྱི་བག་ཆགས་དེ་སད་པར་བྱེད་པ། ཡང་ན་མ་རིག་པ་དེ་སྤང་བར་བྱེད་པ་ཡིན་ན་ལས་ཀྱི་འབྲས་བུ་ཡང་མ་སྨིན་པ་ཡོད། རེ་ལས་བསགས་ནས་མནར་མེད་མ་མྱོང་པའི་བར་དུ་ལས་གསོག་པ་པོ་དེ་དགྲ་བཅོམ་པའི་གོ་འཕང་ཐོབ་པ་ལ་སོགས་པ་འོ་དེ་འདྲ་བྱུང་བ་ཡིན་ན་ལས་ཀྱི་མནར་མེད་དེ་མྱོང་གི་མ་རེད། དེ་ལ་མནར་མེད་མྱོང་བར་མ་ངེས་པའི་ལས་ཀྱང་བསལ་གྱི་ཡོད་པ་འོ་དེ་འདྲ་ཞིག་རེད།